ཐུགས་རྗེ་ཀུན་ལ་སྙོམས་པར་བཅོམ་ལྡན་འདས་མཚན་ཙམ་མ་ཐོས་པས་ངན་འགྲོའི་སྡུག་བསྔལ་ཟིན་ཐུགས་སུ་མ་གནས་ཟིན་སངས་རྒྱས་མི་འགྱེད་ལ། བན་དུ་ཡང་ཡོད་ཀྱི་རྒྱལ་པོ་ལ་ཕྱག་འཚལ་ལོ། ད་བོད་རིགས་སྤུན་ཟླ་ལྷན་རྒྱས་རྣམས་དང། ཨ་ནི་ཧི་མ་ལའི་རུས་སྐྱེས་ལ་ཡོད་པའི་ང་རང་ཚོ་བོད་སྐད་སྐྱོན་མཁན་གྱི་སྤུན་ཟླ་ཚོ་དང་ཨ་ད་ཨ་ན་ཅི་ཕྱི་རྒྱལ་མི་རིགས་བོད་སྐད་སྐྱོན་མཁན་གཙོས་པའི་ཨན་ནེ་སེན་སིའི་རྣམ་རྒྱལ་མི་མང་ལྷན་རྒྱས་ཐམས་ཅད་ལ། ང་སྨན་པ་བློ་བཟང་ནས་དང་ཐོག་བཀྲ་ཤིས་བདེ་ལེགས་ཞུ། ད་ང་ད་ལྟ་དེ་བརྙན་ཐུང་ཅིག་ཡང་བསྐྱར་བཟོ་གི་ཡོད། འདི་བཟོ་བའི་ད་དགོས་པ་རྒྱུ་མཚན་གཙོ་བོ་དེ་ག་རེ་ཡིན་ཟེར་ན་ད་འཕྲོད་བསྟེན་གྱི་སྐོར་དེ་རེད། ད་འཕྲོད་བསྟེན་དེ་ཤིན་ཏུ་ནས་གལ་ཆེན་པོ་རེད། ད་འཕྲོད་བསྟེན་ཟིན་དེ་མེད་ན་ཨ་ནི་འགྲིག་མི་དེ་དེའི་ནང་ལ་བྱ་བ་གང་ཡང་སྒྲུབ་ཐུབ་ཀྱི་མ་རེད། དེ་སོང་ཙང་དང་ཐོག་ད་འཕྲོད་བསྟེན་དེ་ཤིན་ཏུ་གལ་ཆེན་པོ་ཡིན་པས་ཀྱི་ད་ངས་དེའི་ཐོག་ལ་ཡང་བསམ་བློ་ཞིག་བཏང་ནས་ངས་དེ་བརྙན་ཐུང་དེ་བཟོ་གི་ཡོད། ད་མི་ཚེའི་ནང་ལ་ཡང་མཐོ་ས་ཐར་པ་ཐོབ་པའི་ལམ་ལ་ཡང་འཇུག་གལ་ཆེན་དུ་ཆོད་བྱེད་ཀྱི་ཡོད་ན་འཕྲོད་བསྟེན་དགོས་དགོས་རེད། མི་ཚེའི་ནང་ལ་འཇིག་རྟེན་པ་ཡིན་པའི་ཆ་ནས་ད་ལྟོ་གོས་ཀྱི་ལས་ཀ་བྱེད་དགོས་ཡོད་ན། འཕྲོད་བསྟེན་དགོས་དགོས་རེད། ཨ། ནང་མི་ནང་ལ་བདེ་བ་འདོད་དགོས་ན་ཨེ་འཕྲོད་བསྟེན་དགོས་དགོས་རེད། སོ་སོ་རང་ཉིད་ལས་ལུས་སེམས་བདེ་བར་གནས་པའི་ཨ་ནི་མི་ཚེ་དོན་དང་ལྡན་པར་སྐྱེལ་བར་བྱས་པ་ལ་ཡང་འཕྲོད་བསྟེན་དགོས་དགོས་རེད་བྱས་ཙང། འཕྲོད་བསྟེན་དེ་ཤིན་ཏུ་ནས་གལ་ཆེན་པོ་ཡིན་པ་ཅིག་ངོས་འཛིན་བྱས་ནས་ད་ད་ལྟ་ང་རང་གིས་ང་རྨོངས་པ་ཡིན་ན་ད་སོ་སོ་གང་ཤེས་པ་དེ་མི་མང་ལྷན་རྒྱས་ཚོ་ལས་གཅིག་གཙོ་བོ་དེ་བོད་ཀྱི་གསོ་བ་རིག་པའི་གཞུང་ལ་གཞི་བཞག་པའི་ཐོག་ནས་ང་རང་གིས་ད་ལོ་སུམ་ཅུ་སོ་གྲངས་བཞི་བཅུ་ཞེ་ཡས་མས་ཅིག་ད་གང་བྱས་སྨན་གྱི་ལས་ཀའི་ཐོག་ནས་ཉམས་མྱོང་བསགས་ཡོད་ལ་གཞི་བཞག་ནས་ངས་ད་ལྟ་འདིའི་བར་འགྲེལ་བཤད་ཅིག་ཞུ་གི་ཡོད། མི་མང་ལྷན་རྒྱས་སའི་ནང་གི་ཐམས་ཅད་ཀྱི་དེའི་དོན་དག་དེ་ཅིག་ཕན་འདོགས་ཡོད་བ་རེ་རེ་གཟིགས་ན་དེ་དེ་གནང་རོགས་གནང་ཞུ་གི་ཡིན་ཁ་ཚོར་ལྟ་ལག་ལེན་གང་འཁེལ་ཐུབ་ཐུབ་ཅིག་གནང་རོགས་གནང་ཆེ་ནང་ངེད་ཀྱི་འབོད་སྐུལ་ཡིན། ཡང་ཁེར་ཆེ་གི་དེ་ཅིག་བེད་མེད་འདྲ་བོ་མཐོང་གི་འདུག་ན་གནད་འགག་ཅང་ཡོད་མ་རེད་བ། དེ་སོང་ཙང་ད་ལྟ

དེ་མཚུངས་ཟླ་གཉིས་པ་དེ། རྨང་གཞི་དང་མ་མཚོན་ན་ཡོང་སའི་གི་གཞི་རྩ་བ་དེ་ག་ནས་རེད་འདུག་ད་དེ་གི་བྱེད་ལས་ག་འདྲས་རེད་འདུག་ད་དེ་གི་བྱེད་ལས་ལ་ནོར་འཁྲུལ་ག་རེ་བྱེད་གི་འདུག་དེ་ལ་རྒྱུ་དང་རྐྱེན་ག་རེ་འཕྲད་གི་འདུག་རྒྱུ་མཚན་དེ་ཚོ་ལ་བརྟེན་ནས་གཟུགས་པོའི་འཕྲོད་བསྟེན་ཡག་པོ་ཆགས་དང། འཕྲོད་བསྟེན་ལ་དཀའ་ངལ་འཕྲད་དེ་ད་དེ་འདྲས་ཅིག་གི། ངོ་སྤྲོད་ཅིག་ཞུ་ན་བསམ་སྟེ་ང་རང་གི་བསམ་ཚུལ་འདི་བྱུང་བྱས་ཙང། ད་ད་ང་ད་ལྟ་འདི་ན་མ་རིན་པས་ཕྱི་ན་མ་འབྲི་ཞེས་ཞུ་གི་ཡིན། བརྙན་ཐུང་དང་པོའི་ནང་ལས་ད་ཅིག་ཁང་པ་དང་མ་སོན་རྩིག་གཞི་འདྲ་བོ་དེ་གང་འདྲ་ཡིན་མིན་དེ་གཞི་དེ་འགྲེལ་བཤད་རྒྱ་ཆེ། གཉིས་པ་དེ་ནང་ལས་ད་འཕྲོད་བསྟེན་ཡག་པོ་ཡོང་ཡ་ལ་གལ་ཆེ་ཤོས་ཆེ་ཤོས་དེ་ད་གཙོ་བོ་གཉིས་དེ་ཟས་དེ་རེད། དེ་ནི་གཉེར་བ་དེའི་སྤྱོད་ལམ་དེ་རེད་ད་དུས་སང་འདི་ནས་མ་རིན་པས་ཀྱི་མ། བརྙན་ཐུང་དང་པོ་གཉིས་པ་གསུམ་པའི་ནང་ལས་འགྲེལ་བཤད་བརྒྱབ་ནས་མཐའ་དོན་ཨ་ནི་ཟུར་བཀོད་ནང་ལས་ད། འཕྲོད་བསྟེན་ལེགས་པར་བྱ་བ་ལེགས་པར་དང་ཨ་ནི། ག་ཟེ། གཟུགས་པོ་བདེ་ཞིང་སེམས་པ་བདེ་བོ་ཡོང་ཡག་གི་ཨིན་ཐབས་ལམ་ག་རེ་རེད་འདུག་ད་དེ་མ་ཡོང་གི་སྐྱོན་བྱེད་མཁན་ག་རེ་འདུག་ད་དེ་ནི་མ་རིན་པས་འགྲེལ་བཤད་བརྒྱ་ཡིན་ཨ་ནི་མི་མང་ལྷན་རྒྱས་ཚུགས་ཀྱི་སྐུ་ཆེ་དུས་ཚོད་བལྟས་བཏང་རོགས་གནང། ཁ་ཤས་ཀྱིས་ཁ་ཚུར་རེད་ད་བརྙན་ཐུང་རིང་པོ་བཟོས་ཤག་ཉོག་པ་ལ་སོང་ཨེ་འདུག་ཨ། འདི་དངོས་གནས་བྱས་ན་འདི་གནང་རྒྱུ་མ་རེད་གང་ཟེར་ན། བོད་པའི་སྐད་ཇི་ཡོང་བོད་པའི་དཔེ་ཇི་ཡོང་རེད། ཨ། ཕན་པར་སྨྲ་བར་དཀོན་པ་སྟེ་དེ་དག་ལས་ཀྱང་ཉན་པ་དཀོན་ཟེར་ནས་ག་རེ་གསུང་དགོས་ཟེར་ན། ཡག་པོ་ལབ་མཁན་དེ་དཀོན་པོ་རེད་ཟེར་ད་ཕན་པར་སྨྲ་བར་དཀོན་པ་དེ་དེ་ལས་གོ་དོག་ནས་ཉན་མཁན་དེ་ཡོད་རེད་ད་དཀོན་པོ་རེད། དེ་འདྲ་སོང་དང་སྤྱིར་བཏང་གི་སོ་སོ་རང་ཉིད་ལ་ཕན་ཐོགས་ཡོད་བས་ཀྱི་ཅིག་གི་སློབ་སྟོན་གནང་གི་ཡིན་ན་རེད་ག་རེ་གནང་གི་ཡོད་ན་དང་དེ་ཐོག་ས་ནས་སོ་སོའི་གི་རྩ་བའི་བླ་མ་རེད་དང་ནང་བཞིན་ཕ་མ་རེད་དགེ་རྒན་གི་དེ་ཚོའི་བཀའ་གནང་བ་དང་ཅིག་སོ་སོ་ལ་ཕན་པའི་བཀའ་སློབ་གནང་གི་དེ་ཚོ་ལ་དང་པོ་གསན་གཟིགས་གནང་ནས་དེ་ལ་དགོས་པ་རྒྱུ་མཚན་འདུག་མི་འདུག་དང་དེ་འདྲ་ཅིག་གནང་དགོས་མི་འདུག་ལམ་སང་དཔེར་ན་ཅིག་སྟབས་བདེ་བོ་ཅིག་གནང་ལ་ཡོང་བ་མ་རེད་ད་ལྟ་འཕྲོད་བསྟེན་སྐོར་དེ་ལ་མིག་གི་ལུས་པོ་འདི་དཔེ་དུ་ཞེ་བོ་གཅིག་གི་ཁ་ཟུར་ཨེ། གཉེན་པོ། བསྒྲུབ་བྱ་ཁག་པོ། དེ་སོང་ཙང་འདི་འདྲ་དུས་ཚོད་གཅིག་སྐར་མ་བཅུ་འབྱོར་བ་ནང་ལ་བཤད་ཐུབ་པའི་དེ་འདྲ་ཅང་མ་རེད་འདི་སོང་ཙང་ལྟའི་བཟོ་ཁ་ཟུར་ཨེ། ངང་རིང་གནང་ནས་ཅིག་ཁྲ་ལ་ཁྲོན་པོས་ཅིག་དུས་ཚོད་བཏང་ནས་སེམས་པས་ན་ཏན་ཏན། དགོས་པ་རྒྱུ་མཚན་ཡོད་བ་དེ་ལག་ལེན་བསྟར་དགོས་པ་རྒྱུ་མཚན་མེད་བས་ན་ཁོ་བཞག་བཞག་ན་འགྲིག་རེད་བ་དེ་སོང་ཙང། ཆུ་ཚོད་ཕྱེད་ཀ་དང་སྐར་མ་སུམ་ཅུ་བཞི་བཅུ་ཅིག། བཏང་ང་ལ་ངའི་གནད་ཁ་ཞེ་དྲག་མཐོང་གི་མི་འདུག་འདི་སྨན་པས་ང་ཚོ་སྤྱིར་བཏང་གི་མི་ཚེ་ནང་ལ་མཆོར་མེད་ཀྱི་ཐོག་ལ་དུས་ཚོད་མང་པོ་ཞིབ་བཏང་དགོས་རོ། དེ་སོང་ཙང་ད་ལྟ་ང་རང་དུ་འདི་ངས་རེ་རེ་བཞིན་ཞིག་དྲན་ཤེས་རྒྱག་མི་དགོས་ཅེས་དགོངས་པ་བཞེས་རོགས་གནང་ཨན་དུས་ཚོད་དེ་དེར་བཏང་ནས་ཨན་དུས་ཅིག་གསན་གནང་དང་ད་དེ་ལ་དགོས་པ་རྒྱུ་མཚན་འདུག་མི་འདུག་གཟིགས་རོགས་གནང་ཨ་ནི། ཕལ་ཆེར་ང་རང་གིས་དང། ཅི་གི་ག་ཚོད། སེམས་བཟང་བཟོ་གི་རེད་ད་ཀུན་སློང་བཟང་པོ་བླངས་ནས་དེ་ཆེད་དགོས་ཡ་རྒྱུ་མཚན་གཙོ་བོ་དེ་ག་རེད་ན། སྐྱབས་མགོན་རིན་པོ་ཆེན་གྱི་དུས་དང་རྣམ་པ་ཀུན་ཏུ་ག་རེ་གསུང་དགོས་རེད་ཟེར་ན། དཀའ་ངལ་སྔོན་འགོག་དེ་གལ་ཆེ་ཤོས་ཆེ། ད་ནད་མ་ཡོང་ཀུན་ཏུ་སྔོན་འགོག་དེ་བྱེད་ཐུབ་པ་ཡིན་ན། ད་ཆུ་མ་ཡོང་གོང་དུ་ར་ཟའི་ནང་བཞིན་རེད། སྔོན་འགོག་དེ་ཤིན་ཏུ་གལ་ཆེན་པོ་ཡོང་པ་ད་ལྟ་སྐུ་མདུན་སྐྱབས་རོམ་ཕྱིན་བཀའ་སློབ་ཡང་ཡང་ཕེབས་གི་རེད་ང་རང་ཚོ་ཁ་ཡོད་ལག་ཡོད་དངོས་ཡོད་ཐོག་ནས་ནད་སྔོན་འགོག་ཡིན་ན་རེད་དཀའ་ངལ་ཡིན་ན་ག་རེ་ཡིན་ན་སྡུག་བསྔལ་ག་རེ་ཡིན་ན་སྔོན་འགོག་དེ་དངོས་ནས་དངོས་ནས་དངོས་ནས་བཀག་ཐུབ་པ་ཡིན་ན་སྡུག་བསྔལ་མྱང་ཡས་དེ་གོ་སྐབས་དེ་ཞེ་དྲག་མྱོང་མྱོང་རེད་བ། དེ་སོང་ཙང་ད་ད་ལྟ་ངས་མར་འགྲེལ་བཤད་བརྒྱབ་ཡ་དེ་གཙོ་བོ་དེ་འཕྲོད་བསྟེན་ཡར་རྒྱས་བཏང་ཡ་དང་ཨན་དེའི་ཡང་སྒོས་ནས་ད་སྔོན་འགོག་བྱེད་ཡ་དང་གཅིག། ཨ་ནི་ཡང། དེ་མིན་པའི་ད་ཁ་ཤས་སྙུང་ནས་ཡང་གཅིག་ནད་དང་དཀའ་ངལ་འཕྲད་བསྡད་པ་ཡིན་ན་དེ་ཚོ་ཡང་དྲག་སྐྱེད་འགྲོ་ཡ་དང་ཡར་རྒྱས་ག་འདྲས་བཏང་ཡ་དང་དེ་འདྲའི་ཐོག་ལ་ཨན་ཐུགས་ཕན་གསོ་གི་རེད་བསམ་ནས་ངས་བརྙན་ཐུང་དེ་བཟོ་གི་ཡོད། ད་དང་པོ་དེ། འཕྲོད་བསྟེན་གྱི་ད་གཞི་རྩ་བཀྲ་བོ་སྟེ། གཙོ་བོ་གཙོ་བོ་དང་ལུས་དང་སེམས་ཀྱི་ནུས་བ་ཡོང་ས་སྦྱོར་བ་དང་སྟོབས་ཡོང་ས་གཙོ་བོ་དེ། ནུས་ཤུགས་ཡོང་ས་གཙོ་བོ་དེ་ད་ག་བ་ཐུག་གོ་ཟེར་ན་ད་ཟས་ལ་ཐུག་གོ་རེད། ད་དེ་ཟས་དེ། རྒྱུ་མཚན་ལྡན་པའི་ཐོག་ནས་གཟུགས་པོ་ལ་བེད་སྤྱོད་ཡོང་བ་དེ། ཐབས་ལམ་གཉིས་པོ་དེ་ག་རེ་ཟེར་ན་ད་སྤྱོད་ལམ་དེ་རེད་ད་འདི་གཉིས་ཟུང་དུ་ཡིན་གཅིག་མིན་གཅིག་འགྲོ་དགོས་པ་རེད། ད་དེ་སོང་ད་འདི་གཉིས་ཀྱིས་ནོར་འཁྲུལ་བྱས་པ་ཡིན་ན་ཨ་ནི་ཏན་ཏན་གྱིས་ང་ཚོའི་གཟུགས་པོ་གི་འཕྲོད་བསྟེན་ལ་གནོད་སྐྱོན་གཏང་གི་རེད། ག་རེ་ཟེར་ན་འདི་གཉིས་དེ་ང་ཚོ་དུས་རྟག་ཏུ་བེད་སྤྱོད་གཏང་དགོས་རེད་བ། རྟག་པར་བྱ་ལ་ཆོས་དགུ་བོར་རེ། རྟག་པར་བྱ་ང་རང་ཚོ་སྤྱོད་ལམ་དེ་བྱེད་དགུ་བོར་བ། ད་དེ་བྱ་ལ་དེ་ནོར་འཁྲུལ་ཕྱིན་པ་དང་སྤྱོད་ལམ་དེ་ལོག་པར་བྱས་པས་ན་འདི་གི་རྐྱེན་བྱས་ནས་ན་ཚ་བཟོ་བོར་བ། དེ་སོང་ཙང་ད་ངས་ད་ལྟ་འགྲེལ་བཤད་ཞུ་བ་དེ་འདི་གཉིས་ཐོག་གང་ལ་ཞུ་གི་ཡིན། གང་ཟེར་ད་བརྙན་ཐུང་དང་པོ་གཉིས་པ་གསུམ་པའི་ནང་འདི་ནང་འཐུས་ནས་ཨ་ནི་ད་འདི་གི་རྒྱུ་མཚན་ནོར་བའི་རྒྱུ་མཚན། ཟས་དང་སྤྱོད་ལམ་མ་རུང་བའི་ཐོག་ནས་ལས་ཀ་བྱས་པའི་ཐོག་ནས་ཨ་ནི་དེའི་རྐྱེན་བྱས་ནས་ག་རེ་ཡོང་དགོས་ཟེར་ན་ཨ་ནི་དེ་ཞུ་ལ་ངས་ན་ཚའི་སྐོར་ལས་འགྲེལ་བཤད་ལྟ་བསྟན་ཡོད་དཔེ་དྲ་ཁ་ཤས་རི་མོའི་ཐོག་ནས་ད་དམིགས་བསལ་དང་ད་ང་ཚོ་ངས་དེ་བརྙན་ཐུང་དེ་དམིགས་ཡུལ་གཙོ་བོ་དེ་ག་བས་བྱ་དགོས་ཟེར་ན་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་བོད་རིགས་སྤྱི་ཚོགས་ནང་ལ་ད་དང་ན་ཞེས་ཧི་མ་ལ་ཡའི་རི་རྒྱུད་དང་དེ་ནང་ལ་ག་ས་ག་ལ་དམིགས་བསལ་གྱི་ནས་ཁ་ཤས་ཅིག་དམིགས་སུ་བཀར་ན་ང་རང་ཚོ་སྤྱི་དོན་ནང་ལ་ན་ཡལ་དུ་ཡོད་རོགས་ཡོང་གཏད་སོ་མང་ཆེ་བ་ཡོང་ཡལ་དུ་སྤྱི་དོན་དང་ནད་ཚང་མ་ན་ག་རེ་ཡིན་ན་ཡང། འདི་མང་ཆེ་བས་ཡོང་དགོས་ཡའི་རྒྱུ་མཚན་གཙོ་བོ་གཅིག། ཟས་དང་སྤྱོད་ལམ་ལ་བརྟེན་ནས་ཡོང་དགོས་བ་ཅིག་དང་ང་རང་གི་དེ་འདྲའི་ཉམས་མྱོང་ཐོག་ནས་ངོས་འཛིན་ལ་ཐུབ་ཀྱི་འདུག་སྤྱིར་བཏང་གི་ལུང་པ་སོ་སོའི་ནང་ལ་ཟས་དང་སྤྱོད་ལམ་གྱི་འགྲོ་སྟངས་ཀྱི་ཐོག་ནས་ལུང་པའི་གནས་སྟངས་ལ་དཔལ་བའི་ན་ཚ་ཅིག་མང་ཉུང་དེ་ཁྱད་པར་ཞི་བོ་གྲུག་འདུག།

བདག། ཟས་སྤྱོད་ལོག་པའི་རྐྱེན་བྱས་ནས་ནི་ཕོ་བའི་ན་ཚ་དེ་བཞི་བོ་གཅིག་དང་བོད་པའི་སྤྱི་ཚོགས་ནང་ལ་མང་པོ་རུ་དམིགས་བསལ་གྱི་དང། རྒྱ་གར་ནང་དེ་བས་རུ་བཞུགས་དུས་དང་བཞུགས་མཁན་གཙོས་དང་གཅིག་བལ་ཡུལ་དང་གཅིག་ཡང་རི་ཧི་མ་ལའི་རི་རྒྱུད་ནང་རུ་བཞུགས་མཁན་དེ་ཚོ་གི་ལ་དེའི་ནང་ལ་ཕོ་བའི་ན་ཚ་དེ་ཤུགས་ཆེན་པོ་བཞི་བོ་ཅིག་རེད་བཞག་ཨ། དམིགས་བསལ་སྔ་མོ་ཡིན་ན་ད་སྔས་མ་ཡིན་ད་དེང་སང་དྲག་ཏུ་བཞི་བོ་འཕེལ་ཕྱིན་ཡོད་ས་རེད། དགོན་སྡེ་ཁག་ནང་ལས་ད་གཅིག་གྲྭ་ཚང་ཁག་དང་དགོན་སྡེ་ཁག་ནང་དེ་བས་ལ་ཨ་ནི་ཕོ་བའི་གི་ནད་དེ་ཨ་ནི། རྒྱ་ཆེན་པོ་རེ་བཞག་ད་དེ་ནས་ད་ན་ཚ་གཅིག་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་མང་པོ་གཅིག་སྐུ་ངལ་འཕྲད་གནང་ཡོད་དེ་སྤྱི་གནས་ན་ཚ་དེ་རེད་ད་ཕྱི་རྒྱལ་གྱི་སྐད་ནང་ལ་དེང་སང Diabetic ལགས་དོ་ང་རང་ཚོ་བོད་པའི་སྤྱི་གནས་སྐད་སོ་ན་སོ་ཨོ་ད་དེ་ཚོའི་གྲས་དེ་དམིགས་བསལ་གྱི་བོད་པའི་སྤྱི་ཚོགས་ནང་ལ་ཚ་ལ་ཕྲན་བུ་མང་བ་ཡོང་ཡོད་དེ་སྤྱི་ཚོགས་གཞན་དག་དང་མ་འདྲ་བའི་ཡོང་ང་དགོས་རྒྱུ་མཚན་དེ་བདག་འདི་ག་རེ་རེད་དོ་དེ་ལྟས་སུ་རྟོགས། འདི་ལ་གཞི་བཞག་ནས་ང་རང་ཚོ་ཟད་དུ་སྤྱོད་ལམ་འགྲོ་སྟངས་དེ་འགྱུར་བ་བཏང་པ་ཡིན་ན། ནད་སྔོན་འགོག་ན་ཚ་འདིའི་རིགས་དེ་མ་གནང་བའི་ཐབས་ཤེས་གཅིག། ད་ཟད་དུ་སྤྱོད་ལམ་ལ་ལོག་པ་བརྟེན་ནས་དེང་སང་གི་ད་སྤྱི་ཚོགས་ནང་ལ། དང་པོ་དེ་ག་རེ་བ་ཟེར་ན། སྤྱི་བཏང་ཟས་ཀྱི་ནུས་པ་ཁོ་རང་སྤྱི་བཏང་སྔ་མོ་སྔ་མོ་ལོ་གཅིག་བརྒྱ་ཕྲག་སྔོན་གྱི་ཟས་ཀྱི་ནུས་པ་དང་ད་ལྟའི་སྔ་ས་གནམ་གྱི་ཁྱད་པར་ཡོད་རེད། ད་དེའི་སྒང་ལ་ཨེ་ནི་གཅིག་ཟ་སྟངས་དང་དྲོ་སྟངས་དོད་དུ་ཏག་ཏག་མ་བསྡད་པའི་སྒང་ལ་ཨེ་ནི། ང་རང་ཚོའི་སྤྱི་བཏང་ནང་ལ་ད་ཅིག་གི་ཀུ་ཤ་རྒྱག་པ་ཆགས་ངེས་དེ་མང་པོ་ཞིག་འདུག་ཨ། ཀུ་ཤ་རྒྱག་པ་ཆགས་ནས་ད་དེ་འདྲའི་གི་རྐྱེན་གཙོ་བོ་དེ་ཡོང་ས་དེ་དེ་ཚོ་རྩད་གཅོད་བྱས། ཨོ་ད་དེ་རྩད་གཅོད་བྱས་ན་དེ་རྒྱུ་མཚན་འདི་ལ་བརྟེན་ནས་ང་ཤ་རྒྱག་པོ་ཆགས་ཀྱི་འདུག་ཟེར་སོགས་པ་ད་དེ་འདྲས་ཀྱི་ད་ལོ་ལོ་ན་ཆུང་ཆུང་འདི་འདྲས་མང་པོ་འདུག་ཨོ་ད་དེ་ཚོའི་གྲས་དེ་ང་དེ་རྣམས་པ་ཏའི་ཚོ་རིམ་པས་ཚང་མ་གསལ་བཤད་ཞུ་བསམ་སོང་ལོ། དེ་ནས་ད་གལ་ཆེ་ཤོས་དེ་ད་ག་རེད་ཟེར་ན་ནི་འདི་རེད་ད། ཟས་དེ་གལ་ཆེ་ཤོས་རེད་ད་ཟས་དེ་ལུས་ཟུངས་ལ་ཕན་པའི་གི་ད་དང་པོ་དེ། ཁ་ཚར། བྱེད་ལས་གཙོ་བོ་དེ་ག་བ་ཐུག་གི་འདུག་དེ་ཟིག་གོ་རོ་ད་དེ་ཐུག་ས་གཙོ་བོ་དེ་བོད་པའི་སྨན་གཞུང་ནང་ལ་ད་ཕོ་བའི་མེ་དྲོད་ཟེར་དེ་རེད། ད་ཕོ་བའི་མེ་དྲོད་ཟེར་དོ་མ་ད་ཟས་འཇུ་བས་ཀྱི་ད་ཟས་ཀྱི་ནུས་པ་ཚང་མ་བྱེད་ལས་ཚང་མ་བྱས་ནས་ཨེ་ནི་གཟུགས་པོ་ལས་འཕྲོད་བསྟེན་ལས་ཕན་ཐོགས་བྱས་ཀྱི་དེ་རེད་ད། ད་ཕོ་བའི་མེ་དྲོད་དེ་ལས་བྱ་བ་ཡག་པོ་བྱས་པ་དང་གཅིག་ཁུངས་དང་ལྡན་པ་བྱས་ཏེ་ད་དང་པོ་ཕོ་བ་བྱས་ཕོ་བ་མེད་དུས་ཀྱི་ལས་ཀ་བྱེད་ཚད་དུ་དང་པོ་དེ་ག་ནས་མགོ་ཚུགས་འོར་ཟེར་ན། ཐབ་ཚང་ནས་མགོ་ཚུགས་འོ་རེད་ད་དེ་ང་རང་ཚོ་བོད་པའི་གི་ཀའི་ཐབ་ཚང་ཟུར་བ་ཐབ་ཚང་ནང་ནས་ད་དང་པོ་དང་པོ་དེ་གཟུགས་པོ་ལས་འཕྲོད་བསྟེན་ཡག་པོ་ཡོང་ཡང་གི་ལས་ཀ་མགོ་ཚུགས་ཚད་དུ་ཐབ་ཚང་རེད་ཐབ་ཚང་ནང་ལ་ག་རེ་བྱུགས་འོར་ཟེར་ན། ཟས་ག་ཚོ་རེད། ཟས་གནང་བ་དེ་ཚོ་ད་དེ་གའི།

དེའི་ཐོག་ལ་སློབ་སྦྱོང་གནང་ནས་ནི། འདུལ་བ་སྙོམས་པ་སེ་རླུང་ལྡན་བད་ཀན་གསུམ་སྙོམས་པས་ཀྱི་ཟས་དེ་ཆོས་དགོས་ཡ་དེ་ཞེ་དྲག་གལ་ཆེན་པོ་རེད། ད་ཐབ་ཚང་ནང་ལ་མ་ཞིབ་ཞིབ་བཟོས་ནས་མ་གཏུབ་གོ་ས་ལ་གཏུབ་ཨ་ནི་ཕན་པ་དང་ཚུལ་བཞག་ལྷག་ཕན་པ་ནི་མ་གལ་ཉེ་ལ་ཡུལ་གོར་བ། ཁོ་དེ་དེ་དང་པོ་ད་ད་ཉེ་བ་དེ་ག་བ་ལས་གོར་ས་ན་ད་ག་ལ་རེད། ད་བྱེད་ལས་ཉེ་བ་གལ་ཆེ་ཤོས་དེ་ད་ཁ་དེ་རེད་ད་ཁའི་ནང་ལ་ཞར་ལ་ཆོས་དུས་དང་པོ་ད་ཁའི་ཆོས་ཞུ་དེ་དང་པོ་དེ་དད་རྒྱལ་དེར་ད་སྲོག་གི་དད་རྒྱལ་དེ་ད་ཐབ་ཐང་ནང་ལ་མ་ཆུང་ཆུང་ཆུང་ཆུང་གཏུབ་དེ་ཟ་དེ་བུ་སུ་ད་ཁའི་ནང་ལ་ནས་ཡང་སྐྱོ་སྡིག་དད་རྒྱབ་དེ་ཞིབ་ཞིབ་ཞུའོ་ཅི་གཏང་དགོས་བ་རེད་ད་ཞིབ་ཞུས་དེ་དད་ཡག་པོ་རྒྱ་ལྷོད་ལྷོད་ཅིག་དད་རྒྱ་བར་མ་དེ་སྐྱོག་པོ་སྐྱོག་པོ་སད་ཅིག་མིག་རྒྱུ་དང་ཡང་སྦྱོར་བ་དེ་ཕོ་བ་ལ་ཞུའོ་ཅིག་དེ་ཅིག་རེད་དེ་སོང་ད་སེམས་པ་ལྷོད་ལྷོད་ངང་རེང་ག་ནས་ནས་སད་དེ་དད་ཡག་པོ་རྒྱ་དེ་ད་ཕོ་བའི་མེ་དྲོད་ལ་དང་བྱེད་ལས་ལ་དཀའ་ངལ་མེད་པར་རྒྱབ་སྐྱོར་ཡག་པོ་ཡོང་ཡག་དང། བྱེད་ལས་གཉིས་པ་དེ་གསོ་ཡག་པོ་སྐྱོན་ལྷོད་ལྷོད་བྱས་ཞིབ་བཤེར་ཡག་པོ་བཏང་ནས་དེ་ནི་མ་དམིགས་པའི་ནང་མ་རྟགས་རླུང་གི་བྱེད་ལས་དེ་ནི་མ་དམིགས་པ་ནང་མ་ག་ལི་ག་ལི་བྱས་ནས་དེ་ནི་ཕོ་བའི་ནང་ལས་ཀ་རེད། ད་བྱེད་ལས་གསུམ་པ་དེ་དེ་ནི་ཕོ་བའི་མེ་དྲོད་ནང་ད་ཕོ་བའི་གི་ད་ཕོ་བའི་ནང་གི་བྱེད་ལས་དེ་རེད་ད་དེ་ནི་མ་ངའི་རི་མོ་དེ་གཅིག་བསྟན་གི་ཡིན་ད་ལ། ད། ད་དེ་འཕོ་བའི་ཟས་བཅུ། མ་ལགས་དང་བྱད་ལས་སེ་ད་དེ་རེད་ད། ད་མོ་ངས་དེ་འདྲ་དེ་རོབ་བཙུགས་ཀྱི་ག་རེ་བྲིས་ཡོད་ཟེར་ན་སེམས། དང་པོ་དེ་སེམས་ཟེར་དུ་ཨ་གཉིས་པ་དེ་སྲོག་འཛིན་རླུང། ད་དེ་འདི་གཉིས་ཀྱིས་ང་རང་དང་བོད་པའི་གི་ད་སྨན་གཞུང་འཛིན་སྐྱོང་ནང་ལ་ད་དེ་ཞོ་ཅི་གལ་ཆེན་པོ་རེད་ད། ག། བྱ་བ་ག་རེ་བྱས་པས་ན་གཙོ་བོ་བཀོད་པ་བཏང་མཁན་དང་ཅིག་བྱས་ལས་ཅིག་ད་ག་ཚོད་རེད།

ད་ཕལ་ཆེར་ཚང་མས་ཅིག་གཟིགས་གནང་གི་ཡོད་ཀྱི་རེད། བྲེལ་བ་ཆེ་ཨ་ནི་མིག་པ་ད་དེ་ནི་མ་ཞྭ་ལག་གི་ད་དེ་ཞྭ་ལག་དེ་བྲེལ་བ་ཡོད་པ་དེ་རྐྱང་རྐྱང་རེད། ཨ་ནི་ཁྱིམ་པ་ད་གློ་བ་ཅིག་ཕོ་བ་འདུག་ཨ་ལ་ད་ཕོ་བ་ཆེ། གར་སོར་ད་ཕོ་བ། གོང་ད་ད་དེ། ད་དང་པོ་དེ། ཕོ་བ་ད་དེ་ད་དེ་རེད་ང་རང་ཚོ་ད་ཅིག།

ཟས་བརྗོད་པའི་ད་ནུས་པ་གསུམ་དགོས་གོ་རེད། ད་དེ་ཁྱོད་ཚོ་ལྷན་སྐྱེས་སུ་གསལ་བོ་ཁྲིད་དུ་བ་ད་རླུང་ཆུ་མེ། ད་དེ་གང་ཅིའི་འབྱུང་བ་ལྔའི་ནང་ནས་ད་དེ་ད་དེ། ནམ་མཁའ་དེ་ད་ཡོད་པར་ད་ནམ་མཁའ་གོ་ཡོངས་ཁྱབ་འདྲ་བོ་རེད་ད་འཕོ་བའི་ནང་ལ་ཁོ་ནམ་མཁའ་མེད་ན་འཕོ་བ་སྟོང་ཆ་དེ་ཡོང་གི་མ་རེད་བ་དེ་སོང་ཙང་ད་དེ་ནས། ནུས་པ་གསུམ་ནང་ལ་གལ་ཆེ་ཤོས་དེ་ག་རེད་ཟེར་ན། ཁ་སོར་ད་དང་པོ་དེ་འོག་དེ་ལ་ད་མཁྲིས་པ་འཇུ་བྱེད་ཟེར་དེ་མེ་དེ་རེད།

དེ་ཀའི་སྙག་ཆས་བསྲེས་ཏེ་ཁར་ཟ་ན་ཁ་ལ་ཟོས་བ་ཞེས་པ་ཐམས་ཅད་ཁའི་ནང་ལ་བསྡད་དང་གཅིག་ཁ་ཚུར་བསྡད་ལས་རྒྱབ་ནས་ཞིབ་ཞིབ་གཙང་མ་ཟོས་བས་ན་ཡང་སྐྱོ་བསྐྱར་དུ་དེ་བད་ཀན་སྙག་ཆས་ཀྱི་བྱད་ལས་དེ་ཁར་བྱི་བར་ཟ་ན། ད་འབྱུང་བ་ཆུས་ཀྱི་འབྲེལ་པ་དང་བྱས་ནས་ནི།

ཨེ་ནས་ཟད་དུ་འཇུ་སླ་བོ་བཟོའི་དོན་དག་ལ་རེད། ང་རང་ཚོ་དཔེར་ན་ཞྭ་ལ་ཡིན་ན་ཚང་མ་ཅིག་ག་ཚོད་རེད། རྡོག་རྡོག་ཆེན་པོ་ཕག་ཐབ་ཙམ་ན་ཧ་ཡང་ན་བླུད་ན་ཚོད་ཐུག་མ་ར་ཁོ་ནང་ཅིག་མ་ཅིག་གཏུབ་དགོས་ར་ཁོ་ནང་བཞིན། ང་རང་ཚོ་ད་ལྟ་བད་ཀན་ཉག་ཅིག་གི་བྱེད་ལས་དེ་ད་གཙོ་བོ་འདི་རེད་ད་འདི་ནང་ནས་དེ་འབྱུང་བ་ཆུ་སོང་དང་ཨེ་ནས་ཕོ་བའི་ནང་ལ་ཨེ་ནས། སྐོམ་གི་ནུས་པ་དེ་ད་ཆུའི་ནུས་པ་དེ་སྤྲད་དེ་རེད་ད། ཞྭ་ཟན་དང་ཅིག་བློན་ཤེར་དེ་ཚོ་སྤྲད་དེ་བྱེད། ད་དེ་ནས་གསུམ་པ་དེ

རླུང་དེ་ད་ལྟ་ང་རང་ཚོ་ཐབ་ཚང་ནང་ལ་མེད་དེ་ལ་ཨོག་སི་ཅན་མེད་ན་མེད་དེ་བག་མར་བ། ཁ་རླུང་དེ་མེད་པ་ཡིན་ན། དེ་སོང་ཙང། ཕོ་བའི་ནང་ལ་མེ་དེ་ཡག་པོ་བྱེད་པ་སོས་དང་མེ་གི་ནུས་པ་སྐྱེ་དེ་རླུང་དེ་ཡིན་གཅིག་མིན་གཅིག་དགོས་དགོས་རེད་དེ་སོང་ཙང་མེ་མཉམ་རླུང་ཟེར་བྱས། ད་མེ་མཉམ་རླུང་གི་དང་པོ་དེ། མེ་དེ་ཡང་ཡག་པོ་འབར་རེས་དང་མེ་ལ་རྒྱབ་སྐྱོར་བྱེད་དུ་ཆེ། མཁའ་རླུང་དང་ཨོག་སི་ཅན་མེད་ན་མི་ཚང་མ་ཤི་འགྲོ་རུང་ཁོ་ནང་བཞིན་ཕོ་བའི་མེ་དེ་སོས་བོ་ཡག་པོ་བྱེད་ན་བ་དྭངས་མ་བྱེད་ནས་ནུས་པ་དང་ལྡན་པ་ཡོང་ཡོད་ད་དང་པོ་རླུང་གི་རྒྱབ་སྐྱོར་བྱེད་དགོས་རེད་ད་དེ་ནུས་པ་དེ་ད་དེ་ནས་རླུང་གི་བྱེད་ལས་གཉིས་བ་དེ་ག་རེད་ཟེར་ན། རླུང་གི་རླུང་གི་རང་བཞིན་དེ་ག་ཚོད་རེད་གཡོ་བ་དང་སྒུལ་བ་གཡོ་སྒུལ་བྱེད་ཀྱི་རླུང་གི་རང་བཞིན་སོང་ཙང་ད་ཞྭ་ལ

མཉམ་དུ་འཇུ་བའི་ཐབས་ལམ་དེ་རེད་ད་དཔེར་ན་ཧ་ཡང་ནང་ལ་ཁྱེད་རང་ཞོག་གོ། མ་གང་དུ་ཆུ་བླུགས་ཆུ་བླུགས་ནས་དེ་ཐང་དེ་མེ་བཏང་སྟེ་དེ་བྱས་པས་ན། སྐར་མ་ཉུ་ཤུ་དུ་ཆུ་སྐར་མ་ཉུ་ཤུ་རྩ་གྲངས་ཀྱི་ནང་ལ་ཞོག་གོ་བཏང་ཤུལ་མེད་པ་ཚང་མ་ཆ་སྙོམས་ཀྱི་ཚུལ་འགྲོ་བའི་རྒྱུ་མཚན་གཙོ་བོ་དེ་ག་རེད་ཟེར་ན། རླུང་དེ་རེད་ད་ཨོག་སི་ཅན་ཁ་རླུང་དེ་རེད། དེ་སོང་ད་དེ་གི་སྟེང་ནས་ནི་འོག་ལ་བཟླས་སྐྱོག་གི་ཞོག་ཁོག་དེ་ཚོ་མེས་ཀྱིས་ཚིག་པ་དང་སྒང་ལ་བཟླས་སྐྱོག་དེ་ཚོ་ཨ་ནི་རྗེན་པ་བཟླས་དེ་འདྲ་མི་འདུག་ཨ། ཚང་མ་ཆ་སྙོམས་ཀྱི་འཚོལ་ཡག་གི་རྒྱུ་མཚན་གཙོ་བོ་དེ། ཁ་རླུང་དེ་ཨོག་སི་ཅན་ཟེར་དེ་རེད། ད་ནང་བཞིན་ང་རང་ཚོ་ཕོ་བའི་ནང་ལ། མེ་མཉམ་རླུང་དེ་ག་རེ་བྱེད་ན། ཟས་དང་པོ་གཉིས་པ་གསུམ་པ་ག་རེ་འཆོལ་བ་ནི་ཚང་མ་མཉམ་རྡོ་ལས་ཨ་ནི་འཇུ་ཨེ་གི། ཨ། དེ་གི་ད་གཅིག་བྱེད་ལས་གཉིས་བ་དེ་མེ་མཉམ་རླུང་གི་དེ་རེད། ད་གསུམ་པ་དེ་གལ་ཆེན་པོ་བཞི་བོ་དེ་རེད།

བྱས་ད་ལྟ། མེ་མཉམ་རླུང་གི་ལས་ཀ་དེ་བཞི་བོ་ཅི་གལ་ཆེན་པོ་བྱས་ད་ལྟ་རླུང་ལས་དེ་ལན་ཀའི་ནས་མ་སོགས་གསུམ་རེ་བཞིར་འཇོག་རེ་ད་དེ། དེ་སོང་ད་ལྟ་མེ་མཉམ་རླུང་དེ་ཤིན་ཏུ་གལ་ཆེན་པོ་ཡིན་པ་དེ་ངོས་འཛིན་གནང་གོ་དགོས་བར་ད། ད། ཕྱི་རྒྱལ་གྱི་དེ་ལ་ངོས་འཛིན་ཡོད་མ་རེད་རླུང་ཟེར་ཁོ་ཚོས་ངོས་འཛིན་བྱེད་ཀྱི་མ་རེད་བྱས་ད་ང་རང་ཚོ་དེ་གལ་ཆེན་པོ་བཞི་བོ་ཅིག་རེད། ད་མེ་མཉམ་རླུང་གི། དྭངས་སེང་དབྱེ་བ་བྱས་ནས་ཨེ་ནི། ཡ་ག་དེ་ཁྲག་ལ་བཏང་གདུག་ག་དེ་ཚབས་ཆེན་བཏང་བཅིངས་པ་ལ་མ་བཏང་ཡ་སྦྱོར་བ་ད་དེ་བྱས་ལས་དེ་མེ་མཉམ་རླུང་བྱས། ད་མེ་མཉམ་རླུང་གི། ལས་ཐ་མ་དེ་ག་རེ་བྱེད་དགོ་ཟེར་ན། ཟས་ཚང་མ་འཇུ་ཚང་མ་ཚ་ཚ་ཞུ་དགོ། ཕོ་བ་དེ་མ་ཕོ་བའི་ནང་ལ་ཟས་རོ་དང་ད་ཅིག་ག་རེ་ཟོ་རེད། ཙོག་པའི་རིགས་དེ་ཁྱོད་ནས་ལས་མ་འཇུ་བྱས་དེ་སི་ཡ་ད་འདུག་བྱས་དེ་ནས་མ་ཚང་མ་མ་ཚིན་ད་དེ་གཙང་མ་ཟོ་འདི་རེད་ད་རླུང་དེ་གཙང་མ་བཟོ་དགོ་གི་རེད་གཞན་མ་དུ་ཟས་ཀྱི་རོ་དོ་དང་ཟས་རོ་དེ་འདྲ་དེ་ནང་ལས་དེ་ནས་ཁུག་ཀྱོག་དེ་བ་ལ་ལས། ང་རང་དུ་ཐབ་ཚང་དང་གཅིག་པ་གཅིག་རྐྱང་རེ་ད། ཁ་ལག་ཚང་མ་ཟོས་ཟས་ཆོས་ཞིམ་པ་ཆོས། མོ་ཀོག་སྟོན་ཚོགས་གད་སྙིགས་ལ་བླུག་ཐབ་ཚང་གཙང་མ་བཟོ་དགོས་རེད་བ། ཐབ་ཚང་གཙང་མ་མ་བཟོ་ན་སྦུག་ཁོ་འདྲ་མ་རེ་བྱས་ན་ཁོ་ནང་བཞིན། ང་རང་དུ་ཕོ་བའི་ནང་ལ་ཟས། དེ། འཇུ་ཚ་བའི་བཞུགས་སྒོ་གཙང་མ་མ་བཟོས་ན་དེ་རོ་ཏོ་ལས་བ་ན་དེ་ཕོ་བའི་ན་ཚ་བཟོ་ཡ་གཅིག་རེད། དེ་སོང་ད་ད་མི་ཉམས་རླུང་གི་བྱེད་ལས་དེ། ཕལ་ཆེར་རོབ་ཙོ་གཅིག་མཁྱེན་པའི་རེ་བ་ཡོད། དེ་སོང་ད་ད་དེ་ཟས་བཅུད་ཀྱི།

ལུས་ཟུངས་ནུས་ཤུགས་སྐྱེ་བ། ད་དེ་བྱིངས་ཐ་མ་དེ་དེ་ཟད་དེར་བ། ད་དེ་བྱེད་སྟངས་གང་འདྲས་སུ་བྱེད་དགོས། དེ་གང་འདྲས་སུ་གཟུགས་པོ་ལས་སེམས་དང་ལུས་ལ་ནུས་བ་སྤྲད་དགོས་བ་རེད་ད་ད་དེ་ཕལ་ཆེར་འགྲེལ་བཤད་ཅིག་ཏུ་རོབ་ཙིག་རྒྱག་པས་ན་ནི་ཕལ་ཆེར་རྒྱུན་དུ་ད་དེ་དགོངས་བཞེས་གཏད་སུ་གནང་ཡག་གི་རེ་བ་ཡོད། གང་ཅེ་ཟད་མེད་ན་ནི་མི་འཚོ་ཐུབ་ཀི་མ་རེད་ད་གང་ཅེ་ང་ཚོ་ཚེ་འཛིན་པ་དང་ཚེ་འཚོ་བ་དང་ནི་ལུས་ཟུངས་ལུས་པོའི་ད་བཟུང་དང་ནུས་པ་སྐྱེད་དེ་ད་ཡོང་ཚད་གཙོ་བོ་གཙོ་བོ་དེ་ཟས་རེད་དོ། ད་ཟས་དེ་ཡག་པོ་ཡོང་བ་བྱས་པ་ལ་ཕོ་བའི་མེ་དྲོད་དེ་ཤིན་ཏུ་ནས་གལ་ཆེན་པོ་རེད། ཕོ་བའི་མེ་དྲོད་ཡག་པོ་མེད་ན་ཟས་རིགས་འདྲ་བོ་ཅིག་སྤུངས་བཞག་ཡོད་ན་གཏན་ནས་བསྡད་རྒྱུ་རེད་མ་གཏོགས་གཟུགས་པོ་ལ་ཕན་ཐོགས་ཅི་གང་ཡོད་མ་རེད། དེ་སོང་ཙང་གཟུགས་པོ་ལ་ཕན་ཐོགས་བྱས་དེ་ག་རེ་བྱེད་དགོས་ཟེར་ན་ད་འཕྲུལ་འཁོར་དང་མ་ཟེར་ན་བཟོ་ས་དེ་འདི་བྱས། ད་འདི་ཡག་པོ་ཅིག་བཟོ་བའི་ཞུ་བ་ཨ་ནི་འདི་དང་འབྲེལ་བ་ཡོད་པའི་ཡན་ལག་གི་དོན་དང་སྣོད་དེ་ཚོ་ཚང་མ་ད་ཐང་གི་ཡང་འཇོག་དགོངས་དག་ཡང་འཇོག་ཅིག་སྒྲོག་གོ་བྱེད་ས་རེད། དེ་གར་ས་འོག་དེ་ནས་ད་དེ་ཏིག་སི་ཡ་དང་འདས་དུ་བ་ད་དེ་ཁོངས་གཏོགས་དེ་ཚོ་རེད་ད།

གཙོ་བོ་དེ་ཨ་ནི་ཕོ་བའི་མེ་དྲོད་རེད་ད་ཕོ་བའི་མེ་དྲོད་དེ་ཡག་པོ་ཆགས་སོང་ན་ཨ་ནི་འདིས་གི་ནུས་ག་ཚོད། དོན་ལྔ་དང་སྣོད་དྲུག་གི་བྱེད་ལས་ཚང་མ་རང་བཞིན་མེད་པའི་ཡག་པོ་ཆགས་ཀྱི་རེད། ད་ཕོ་བ་དེ་ལ་ཨ་ནི་ནུས་བ་མེད་མེད་བ་ཆགས་ནུས་བ་མེད་བ་དྲང་པོ་ཆགས་འོས་ན། དེའི་མཐའ་སྐོར་གྱི་དེ་ཚོ་ཚང་མས་གི་ཨ་ནི་བྱེད་ལས་སྐྱོ་བོ་ཞེ་བོ་ཆགས་ཀྱི་རེད། དེ་སོང་ད་ད་ད་ད། ག་ཚོད་རེད། ཞུ་བའི་གཙོ་བོ་དེ་ད་གཟུགས་པོ་ད་བཟུང་དང་དེ་ཚོར་གང་ཕན་ཐོག་གང་འབྲས་ཡོང་གི་རེད་ཟེར་འགྲེལ་བཤད་རྒྱ་སྦྱོར་བ་ད་འདི་རེད་ད་ད་ད། ད་ཕོ་བའི་མེ་དྲོད་ཀྱི་ལས་ཀ་དེ་ཡག་པོ་བྱས་པ་ཡིན་ན་ཨ་ནི་ད་དེ་གི་གཅིག་གི་ཁ་ཚོ་རེད། བྱས་ལས་ལ་ཨ་ནི་ནུས་པ་གཙོ་བོ་དེ་ཨ་ནི་གཉིས་སྟོན་གི་རེད་ད་གཉིས་ག་རེ་བསྟན་དགོས་ཟེར་ན་གཅིག་དེ་ཁྲག་བཟོ་གི་རེད་གཉིས་པ་དེ་ཆུ་སེར་ད་ཆུ་རྫས་དེ་ཡིན་ཟུག་གུ་ན་ལ་བཞའ་ཚན། བཞའ་ཚན་དགོས་དེར་བ་ད་བཞའ་ཚན་དེ་ཡིན་གྱི་མིན་གྱི་གལ་ཆེན་པོ་རེད་ད་ཆུའི་ནུས་བ་དེ་དེ་སོང་དང། དེ་གཉིས་གཉིས་དེ་ལ་ཨ་ནི། ནུས་བ་གཉིས་ཡིད་ལ་གོ་རེད་ད་ནུས་བ། གཅིག་དེ་ཁྲག་དེ། དྲོད་བྱས་ཨ་ནི། ཆུ་རྫས་དེ་གྲང་བས་གི་ད་ངོ་བོ་བཞའ་བཞའ་ན་འདྲི་བ་རེད་ད་དེ་གཉིས་གཅིག་དེ་ད་དེ་གཉིས་གཉིས་དེ་ཨ་ནི། ནུས་བ་གཉིས་དེ་ཨ་ནི་རླུང་མཉམ་འདོར་ལ་རླུང་ཁྱབ་བྱེད་ཀྱི་མཉམ་འདོར་ལ་ཨ་ནི། གཟུགས་པོའི་ནང་ལ་ནི་རྩ་ཕྲན་སྟོང་ཕྲག་བརྒྱ་བཅུ་གྱ་གཉིས་ནང་ལ་རྒྱུ་གི་རེད་ད་དེ། ད་དེ། བོད་པའི་སྐད་ལ་མཁྲིས་པ་དང་ནི་བད་ཀན་དང་རླུང་ཟེར་དེ་གཟུགས་རོ་ད་དེ་ཉེས་པ་གསུམ་ཟེར་དེ། ད་དེ་གསུམ་མཉམ་རྡོག་ལས་ནི། རྩ་ཕྲན་སྟོང་ཕྲག་བདུན་ཅུ་དོན་གཉིས་ནང་ལ་ཡ་མ་ད་ཁྲག་ཁྲག་ཁྲག་རྒྱུ་དང་ནི་ཆུ་སེར་ཚང་མ་རྒྱུ་ནི། ད་ཆུ་ཁྲག་རྒྱུ་བའི་རྒྱུ་མཚན་གཙོ་བོ་དེ་ཆུ་དེ་རེད་ཆུ་མེད་ན་ཨཱ་ནི་བྱ་རྫས་མེད་ན་ཨཱ་ནི་ཁྲག་དེ་རྒྱུ་ཐུབ་མ་རེད་དེ་སོང་ཙང་དེ་ནུས་པ་གསུམ་ལྡན་བྱས་ན་ཉམས་རྟོགས་འགོག་རེད་ད་དེ་གཉིས་གཉིས་རྒྱུ་བའི་གི་རྒྱུ་བྷ་ཙ་གྷ་ཙ་གོ་ཀྱོག་བཏང་ནས་ཁྲག་རྒྱུ་བའི་གི་ད་དེ་བྱེད་བྱེད་ལས་གཙོ་བོ་དེ་ཨཱ་ནི་ཁྱབ་བྱེད་རླུང་ཟེར་འདི་རླུང་དེ་རེད་སྙིང་ག་ལ་གནས་བདེ་བ་རེད་དེ་དེ་སོང་ཙང་ད་དེ་ཚོའི་གི་ཁྲག་ཡག་པོ་རྒྱུ་བ་བརྟེན་ནས་ཨཱ་ནི་ག་རེ་བྱེད་འོག་ཟེར་ན་ཨཱ་ནི

སྐྱག་པ་ཞེའུ་བྱ་ཡ་དོ་དེ་ཚོ་བྱ་གི་མ་རེད་ད་དེ་མེ་དྲོད་དེ་ཡག་པོ་ཡོད་ན་ཨ་ནི་གཟུགས་པོ་ལ་དགོས་ཡ་གི་ཤ་དེ་ནུས་པ་དེ་ཤ་འགྲིམ་གི་ད་ཁོ་རང་ཚད་སྦྱོར་བ་ཁོ་ཏག་ཏག་ཡང་བཟོ་གི་རེད་ད་ཤ་གི་ནུས་པ་དེ་ཡག་པོ་ཆག་ཡོང་དུས་དེ་ནས་ག་རེ་བྱ་གིར་སེམས་ད་ཚིལ་ཚིལ་གི་ནུས་པ་དེ་ད་ཚིལ་ལུ་དེ་ཞོ་ཅི་གལ་ཆེན་པོ་རེད་གཟུགས་པོ་ལ་ད་སི་ཡ་དེ་ནས་ཡང་ནུས་པ་ཆེད་ཆེད་འགྲོ་བ་ད་ཚིལ་གི་ནུས་པ་དེ་གཟུགས་པོའི་ནང་ལ་དེ་དེ་དགོས་རེད་ད་ག་རེ་བྱ་ཤ་སྙན་པོ་བཟོ་ཡ་ད་དེ་གང་བྱེད། གཅིག་གཅིག་ལ་གནོད་མ་བསྐྱལ་བའི་གཉེན་པོ་བཟོ་ཡ་དང་གཅིག་གཅིག་ལ་མ་སྦྱར་རེ་ཡ་དང་འདི་འདྲའི་གི་དྭགས་ཁོག་པའི་ནང་ལ་དོན་དུ་གནོད་མང་པོ་ཡོད་རེ་བ་དེ་མ་བྱས་ར་པ་ལོ་རེ་ཞག་རྩིས་འདྲ་བོ་དེ་མ་སོང་བྱུ་བ་ཡིན་ན་དེ་ང་ཚོ་རྒྱག་གི་མ་རེ་བ་ཁོ་ན་ཞིག་ཚིལ་དེ་གཟུགས་པོ་ལ་ཞི་བོ་ཆེ་གལ་ཆེན་པོ་རེད། གཟུགས་པོ་གི་ཁ་ཚོར་དང་ནུས་ཤུགས་གཅིག་ཚིལ་དེ་རེད། ད་ཚིལ་གྱི་ནུས་བ་དེ་སྤུས་དག་པོ་བྱུང་པ་ཡིན་ན་ཨེ་ནི་ཚིལ་དེ་གའི་ནུས་བ་དེ་ད་ཚིལ་ཟེར་ན་གང་ཅིའི་དོན་ད་དོག་ཏུ་བཤད་པ་ན་སྣུམ་ནང་ཤེར་བ་ཤར་བ་ད་དེ་གའི་ཨེ་ནི་རུས་ཁོག་གི་སྲང་ལ་ཡང་རྫུས་ཕྱིན་ནས་ཤིང་གི་དེ་ན་ལ་ད་སྲང་ཡོད་བ་ན་ཤིང་གི་ཨེ་ནི་ཚིལ་ལུས་ག་ད་དེ་རུས་ཁོག་གི་སྲང་ན་ལ་རྫུས་བས་ན་ཨེ་ནི་རུས་ཁོག་གི་ནུས་བ་དེ་ཤུགས་ཆེན་པོ་སྐྱེས་ཀྱི་རེད་ད་རུས་ཁོག་དེ་ལ་རུས་ཁོག་ཅིག་དྲག་པོ་དང་རུས་ཁོག་པ་སྙན་པོ་ཡོང་ཡས་ཀྱི་ད་རྒྱུ་མཚན་གཙོ་བོ་གཅིག་རུས་ཁོག་ནང་ལ་ཡང་ཁྲག་རྒྱུན་ཡག་པོ་ཡོང་བའི་ཐོག་ནས་འདི་གང་ལ་འདི་དགོས་པ་རེད་ད་ཆ་དེར་ཚིལ་གྱི་ནུས་པ་དེ་རུས་སྐོགས་ནང་ལ་ཏག་ཏག་ཅིག་འགྲོ་ཐུབ་པ་དགོས་པ་རེད་ད་དེ་བྱུང་པས་ན་ནི་རུས་སྐོགས་ཀྱི་ནུས་པ་དེ་ཤུགས་ཆེན་པོ་ཆགས། ད་རུས་སྐོགས་ཀྱི་ནུས་པ་དེ་ཡག་པོ་ཞི་བོ་ཅིག་བྱུང་པས་ན་ཨ་ནི་ཐ་མག་འདིའི་གྲུབ་འབྲས་གར་ཐོན་དགོས་ཟེར་ན། ད་འདི་རེད་གར་སོ་རེད། རྐང་སོལ་རོ་དང་རུས་རྐང་ཟིན་ད་རུས་གོག་ནང་ལོ་རྐང་དེ་ད་རྐང་དེ་ཧྲིལ་བོ་ཆེ་གལ་ཆེན་པོ་རེད་ད་བྱུང་ཙང་ཨ་ནི་རྐང་དེ་ནུས་པ་ཤུགས་ཆེན་པོ་ཡོང་ཡས་དེ་ད་ནུས་པ་དེ་གཅིག་ད་རྐང་གི་ནང་ལོ་ལ་རྩ་དང་དེ་འདྲའི་ནང་ལ་ཁྲག་དང་དེ་འདྲའི་རྒྱུ་བས་གཅིག་རྐྱེན་གཅིག་རེད་གཉིས་དེ་རུས་གོག་ནང་ལ་ད་ཕྱི་ཕྱི་ཕྱི་ངོས་ནས་ཨ་ནི་རྒྱབ་སྐྱོར་དང་མ་སོང་བྱེད་མཁན་དེ་ཚིལ་དེ་རེད་ད་ཚིལ་ལུག་གི་ནུས་པ་དེ་བསྟེན་ད་དེ་ཚོའི་ཟུང་དུ་བྱས་ནས་ཨ་ནི་དེ་ག་ཚོད་རེད་ད་རྐང་གི་ནུས་པ་དེ་ཤུགས་ཆེན་པོ་ཧྲིལ་བོ་ཆགས་རེད་ད་རྐང་གི་ནུས་པ་དེ། ད་ལུས་ཟུངས་དྭངས་མ་ནང་ནས་ད་དྭངས་མ་འཁྲུགས་པ་དེ་རེད་ད་བཞི་བོ་གཅིག་ནུས་པ་ཆེན་པོ་རེད་ཆ་ཚང། རྐང་གི་ནུས་བ་ཡག་པོ་ཡོང་པ་ཡིན་ན་ཨ་ནི་བཞི་ནས། ཨ་ནི། ཕོ་མོ་གཉིས་ཀྱི་ད་དྭངས་མ་དྭངས་མ་ད་གཅིག། ནུས་པ་ཆེ་ཤོས་དེར་བ། དེ་གཉིས་དེ་ནི་ཁ་ཚོར་ད་ནུས་པ་ཤུགས་ཆེན་པོ་ཡག་པོ་ཆགས་ཀྱི་རེད། ད་དེ་དང་དེ་ནུས་པ་མཐའ་མའི་ནུས་པ་དེ་ཁུ་བ་ལ་ཀྱི་རེད་བ། ཁུ་ཁྲག་ཟེར་ཏེ། ད་བུ་ལ་ཡིན་ན་ཐིག་ལེ་རེད། ཁུ་བ་དཀར་པོ་དེ་རེད། སྐྱེ་དམན་ལ་ཡིན་ན་ད

མིག་གི་མི་ལུས། ལན་ཡེ་གི་ད་གོ་སྐབས་དེ་ར་གོ་ར་བ། སྤུ་གུ་ཆགས་པར་བྱས་པ་ལ་ད་ནུས་བ་དེ། མ་དང་ཕ་ཡི་ཁུ་བ་ལ་སྐྱོན་ཡོད་ན་སྤུ་གུ་ཆགས་ཡ་ཡོང་མ་ར་བ། དེ་སོང་ཙང་ད་དེ་ཕལ་ཆེར་མཁྱེན་འདོག་ག་ད་དེའི་ལུས་ཟུངས་དྭངས་མ་བདུན་ཟིག་རེད། ད་དེའི་བདུན་དེ་སྤུའི་དག་པོ། དངོས་གནས་དྲང་ལེ་པད། ཚད་དང་ལྡན་པ་ཅིག་ཡོད་བ་ན་ཨ་ནི་ཟོལ་གོའི་ནང་ལ་དྭངས་ཟིག་རེད་ད་དེ། དྭངས་ཟེ་ཅིག་ད་ང་ཚོ་བོད་པའི་ནང་ལ་དྭངས་ལེགས་ར་བ། ད་བཟི་དྭངས་རེད་ད་གང་ཆ་བཟི་དྭངས་དེ་རེད་ད་དེ་གི། གཟི་མདངས་ཡག་པོ་ཡོང་བའི་རྒྱུ་མཚན་དེ་གཟུགས་པོ་གི་ད་འཕྲོད་བསྟེན་ཡག་པོ་བྱུང་ནས་ཨནི་དེ་གི་ནུས་པ་དེ་ཨནི་ཕྱི་ལ་ཡང་ཐོན་ཡོང་གི་རེད་ད་ཡོད་འདྲ་བོ་བྱེད་མདངས་འདྲ་བོ་བྱེད་ཉི་མའི་ཡོད་ནང་བཞིན་མདངས་བྱེད་ད་ང་ཚོ་འདི་ད་བོད་པའི་སྐད་ལ་གཟི་མདངས་ལབ་ད་དེ་ཡོད་བས་ན་ཨནི་བུ་ཡིན་ན་དངོས་གནས་གཟི་བརྗིད་ལྡན་པ་བུ་མོ་ཡིན་ན་རྣམ་པ་མཛེས་པ་ཨནི་དངོས་གནས་ཕག་གྲོགས་པོ་ཞིག་ཏུ་མི་དེ་ཕག་གྲོགས་པོ་ཟེར་རྣམ་པ་མཛེས་པོ་ཟེར་དེ་གཟུགས་པོ་གི་གཟུགས་དབྱིབས་གཅིག་པོ་ད་མ་རེད

ཤིན་ཏུ་ཕྲ་བའི་གཟུགས་ཟེར་ན་འགྲིག་མེད་དོ་ད་ཕལ་ཆེར་ཨིནྡྲའི་རོ་ཟེར་ན་འགྲིག་བར་སྟབས་ཤིན་ཏུ་ཤིན་ཏུ་ཕྲ་བའི་གཟུགས་དེ་རེད། ད་འདི། བརླ་དེ་བརླ་ཕྱུག་པོ། བརླ་ཡག་པོ། བརླ་སྟངས་གི་ནང་མིག་གི་གཟི་མདངས་དང་བརླ་དོན་དུ་ཡག་པོ་ཡོད་ན་ཨེ་ན་འདི་ག་རེ་བྱེད་དགོས་ཟེར་ན་ཨེ་ན་མི་དེ་ཚེ་རིང་བ་གནས་བ། སེམས་སྐྱིད་པ། ལུས། བདེ་བ། ཨ་ནི་ལ་བ་བྱ་བ་བྱ་བ་ག་རེ་བྱས་པས་ན་ཁོ་ནུས་པ་དང་ལྡན་པ་བྱས་ཏེ་བསམ་བློ་བཏང་ཡས་ན་བསམ་བློ་བཏང་མཁས་པ་སློབ་སྤྱོང་ཡས་ན་སློབ་སྤྱོང་དང་ལྡན་པ་འགའ་ཚ་ཡོན་ཏན་ཅན་བྱ་ཡས། ཤུགས་ལས་ལས་ཀ། ལུས་ཀྱི་བྱ་བ་བྱས་པས་ན་ལུས་ཡག་པོ་བྱས་ཐུབ་པ་རིག་པ་ཡག་པོ་ད་འདི་ཚང་མ་ཡོང་ས་ཀྱི་རྒྱུ་གཙོ་བོ་དེ།

སོ་སོའི་ཤེས་པ་དེ་ཕ་མེས་ལ་ཕན་ཐོགས་རབས་བྱེད་ཐུབ་ན་བསམ་ནུས་མ་འདུག་གང་ཅི། ཤི་འགྲོ་ན་ང་མཉམ་དུ་ཁེལ་འགྲོ་བས་རེ་བའོ་ད་ངེད་ཀྱི་ཉམས་མྱོང་དང་ང་རང་གི་སློབ་སྦྱོང་གང་ཡོད་པ་དེ་དེ་སོང་ཙང་ད་འདི་ད་ལྟ་ག་ལེ་ག་ལེར་དེ་ཐ་ལ་ཁྲིམས་བུས་མི་དམངས་ལ་ཐུགས་ཕན་གསོས་ན་བསམ་ནས་བསམ་བློ་འདི་དང་ནི་བཟོས་པ་ཡིན། ལགས་སེ་དེ་ནས་ང་གཉིས་འགྲིམ་གཉིས་བའི་སྒང་ལ་མཇལ་ཡོང་འདི་མ་མཇལ་གོང་དུ་ལྷན་རྒྱས་ཚང་མ་སྐུ་གཟུགས་ལ་ཐུགས་ཅག་གནང་རོགས་གནང། ཨ་ནི་འཕྲོས་དོན་ལ་དྭངས་སྙགས་ཡག་པོ་གནང་རོགས་གནང་བཀྲ་ཤིས་བདེ་ལེགས།